བོད་གཞིས་བྱེས་གཉིད་དུ་བཞུགས་པའི་བོད་རིགས་སྤུན་ཟླ་ཚོ་ཁམས་བཟང་དེ་རིང་ནི་ཕྱི་ལོ་ཉིས་སྟོང་བརྒྱ་མེད་གཉིས་ཚེས་ལྔ་སྤྱི་ཟླ་དགུ་པའི་ཚེས་གཅིག་རེས་གཟའ་ཟླ་བ་རེའི་གུང་བསྟན་འཛིན་རྣམ་སྤྱོད་ཡིན། དེ་རིང་སླར་ཡང་གུང་མོས་ཁྱེད་རྣམས་ཚོ་ལ་རྒྱལ་སྤྱིའི་གསར་འགྱུར་ཚགས་ཤོད་ཅིག་མཉམ་སྤྱོད་ཞུ་ཡས་པས་ཐུགས་སེམས་སྤྲོ་བོའི་ངང་ནས་གསན་གཟིགས་གནང་རོགས་གནང། ཁྱེད་སེང་རྒྱ་ནག་གི་དཔོན་རིགས་མཐོ་ཤོས་ཞིས་ཅིན་ཕིང་གི་སྣེ་ཁྲིད་ཅིག་ཐེན་ཅིང་ཞེས་པའི་རྒྱ་ནག་གི་གྲོང་ཁྱེར་ཆེ་ཤོས་གསུམ་པ་འདི་ལ། ཧྲང་ཧའེ་མཉམ་འབྲེལ་ཚོགས་པའི་ལྷན་ཚོགས་ཞེས་པ་དེ་ཚོགས་དང་ཚོགས་བཞིན་པར་བ། ཉིན་མོ་གཉིས་པ་དེ་ཕྱག་དེ་དུས་བརྩམས་པས་ཨ་ནི་ཞི་ཅིན་ཕིང་གིས། རྒྱལ་ཁབ་ཉི་ཤུ་ཟིག་གི་དཔོན་རིགས་མང་པོ་ཅིག་སྐད་བཏང་རྗེས་ཡིན་ནའི་ལས་སྲིད་འཛིན་འཕྲོ་བསླད་ཡོད་མ་རེད་ཟེར་བ་འོང་དེ་ག་ལ་ཨ་ནི་གྲོས་མོལ་ཞིབ་ཕྱིར་འགྲོ་བསྡད་བཞག་ཨ་ཨ་དེ་རིང་གི་ལེ་ཚན་དེ་ནང་ལ་སྲིད་འཛིན་འཕྲོ་མ་ཐེ་ཡི་རྒྱུ་མཚན་ག་རེ་ཡོད་མེད་གི་ནང་ཚོར་མཉམ་བརྗོད་ཞུ་ཡས་ཡིན། རྒྱ་ནག་གི་ཟིང་ཞིབ་ཀྱི་བླང་བྱ་བྱས་པ་གོ་ལ་ཁྱོན་ཡོངས་ལ་རྒྱལ་ཁབ་ཉི་ཤུའི་དཔོན་རིགས་རྒྱ་སྐྱེད་བཏང་རྗེས་དམིགས་བསལ་གྱིས་ཕུ་ཀྲིན་ཆེ་བ་རྒྱ་གར་གྱི་མུ་ཏི་ཆེ་ཁོ་ཚོ་ཚང་མ་སྐྱེད་བཏང་རྗེས་ཡིན། ཞི་ཅིན་ཕིང་གིས་སྐད་གསེང་ལབ་སོང་བ། ཨེ་ཤེ་ཡ་གླིང་ཕྲན་ནགས་ལོགས་ལ་རྒྱལ་ཁབ་ཆེ་ཤོས་གཉིས་རྒྱ་གར་དང་རྒྱ་ནག་རེད། མི་འབོར་མཚོན་པའི་གནས་ལས་ལུང་པ་འདི་གཉིས་ནི་ཆེ་ཤོས་རེད་བྱས་ནས་ཁོ་རང་གཉིས་པར་རུ་ལ། གྲོས་མོལ་ཁ་ཤས་ཤིག་བྱས་སོང་ཨ་ས་མཚམས་ཡིན་ནའི་འདྲ་ཚོང་གི་ཡིན་ནའི་འདྲ་ཨ་ནི་དེ་རིང་ཁྱེད་སའི་ཚན་རིག་གི་ལག་རྩལ་ཡིན་ནའི་འདྲ་རུ་བ་འོ་འོ་ནི་འདྲའི་ཁར་གྲོས་མོལ་ཅིག་བྱས་རྗེས་ཨ་ནི་ཚོགས་འདུ་སྐབས་ཉི་ཤུ་རྩེ་ལྔ་དེ་ལ་ཨ་ནི་སྲིད་འཛིན་ཁྲོམ་གླས་ཡོད་མ་རེད་བ། གླས་ཡོད་མ་རེད་ཡིན་ནའི་གླས་རེད་བ། ཨ་རི་དེ་གླས་བ་དང་གཅིག་པ་རེད་བྱས་ནས་ཨ་ནི། ཝ་ཤིང་ཏོན་དུ་རྟེན་གཞི་བྱས་པའི་རྒྱ་ནག་ལས་རིམ་གྱི་ཨ་ནི་ཚོགས་པ་ཞིག་འདུག་རུ་བ་ཚོགས་པ་དེའི་མིང་ལ་གར་སོ་དོ China Program at the Washington Base སེམས་གསུམ་ས་འཁྱར་ལེ་དུ་འོ་འདི་རྒྱལ་མཚན་ཞོ་དམར་པའི་རྒྱལ་མཚན་དེ་མིན་ལ་ཡོན་སྲན་ལེ་དུ་ར་ཁོ་རང་གི་ཁར་བཤད་དུ་ལབ་ཡིན་ན་ད་ལྟ། ཚོགས་འདུ་དེའི་སྐབས་སུ་དངོས་སུ་ཨ་རིའི་གི་ནི་སྐུ་ཚབ་ཟེར་བ་སྲིད་འཛིན་མཆོག་མིན་མེད་པ་ཡིན་ནའི་ལེ་ཟེར་བ། ཚོགས་འདུ་དེ་འདྲས་ཅིག་ག་ལ་ནི་མི་ཚང་མ་ལོ་ཏོག་རྐུབ་བཀྱག་གར་སྒྲོག་ཙེ་ག་བསྡད་ཅིག་ཁྱེད་ཤེར་བ་གྲོས་མོལ་བྱེད་དུས་ཀྱི་ཨ་རི་དང་འབྲེལ་བའི་གྲོས་མོལ་ཡོད་ཤག་ཤག་རེད། ཤེས་ཤག་ཁྱེད་ཚང་འདི་ཨ་རི་ཡིན་ན་ད། གོ་ལ་ཁྱོན་ཡོངས་ལ་མེད་དུ་མི་རུང་བ་ཅིག་ཆགས་བསྡད་ཡོད་རེད། ཡེལ་ཡུ་ནི་ཝར་སི་ཏི་ཡའི་གཙུག་ལག་སློབ་གཉེར་ཁང་ཞེས་པ་ཞིག་ཏུའང་ཨ་རིའི་ནང་དེ་ལ་ཡོད་པའི་སློབ་དཔོན་རྒན་ལགས་ཟེར་བ་ཁོང་གི་མིང་ལ་གར་སིག་མདོ་ལབ་ཡིན་ན། སུ་ཤཱན་སིང་ལ་ཡོད་འདུག་ཁོང་རྒྱ་གར་སོང་མདོ་ལབ་ཡིན་ན། ཨ་རིའི་སྐུ་ཚབ་དངོས་སུ་གདན་འདྲེན་ཞུས་མེད་པ་ཡིན་ནའི་ལས་ཚོགས་འདུ་དེ་ཚོགས་དུས་ཙམ་པས་ཨ་རིའི་སྐོར་བཤད་ཡིན་ཤག་རེད་ཟེར་བ། ག་ཅན་ལ་ནི་སྲིད་འཛིན་ཁྲོམ་རྒྱལ་རྒྱལ་ཁབ་གོ་ལ་ཁྱོན་ཡོངས་ལ་ཁྲལ་འགོ་ཁྲལ་ཅིག་བརྒྱབ་ཡོད་རེད་བ། དེ་སང་གནད་དོན་དེ་ནི་གྲོས་མོལ་བྱེད་ཀྱི་རེད་ཟེར་བ། ཨ་རིའི་བྷི་ཁེ་མ་ཆིམ་པའི་ནད་ལས་མི་དངོས་སུ་སྐུ་ཚབ་མེད་པའི་ནད་ལས་ཨ་རིའི་གནད་དོན་འདིའི་སྐར་ལ་ཁོང་ཚོའི་དགེ་བཤེས་ཡིན་ཤག་རེད་གསུངས་ཤག་སློབ་དཔོན་གཅིག་རྒན་ལགས་གཅིག། དེ་རིང་གི་ཚོགས་འདུ་འདི་ལུགས་རྒྱུད་ནང་ལ་ཚོགས་འདུ་ཆེ་ཤོས་གཅིག་རེད་ཟེར་བ་ལ་རྒྱལ་ཁབ་ཉི་ཤུའི་དཔོན་རིགས་མང་པོ་ཞིག་སྤྱི་ལས་ཐོག་བལ་ཡུལ་ཡིན་ནས་འདྲ་རྒྱ་གར་ཡིན་ནས་འདྲ་ཨུ་རུ་སུ་ཡིན་ནས་འདྲ་བྱང་ཀོ་རེ་ཡ་ཡིན་ནས་འདྲ་མང་པོ་ཞིག་སྤྱི་ལས་འདུག་བ་བྱས་ཙང་དེ་རིང་གི་མི་ཚང་མས་གྲོས་མོལ་བྱས་ཏེ་རྒྱ་གར་དེ་ད་ཡར་རྒྱས་འགྲོ་དང་འགྲོ་བཞིན་པའི་རྒྱལ་ཁབ་ཅིག་རེད་པ་དེ་ནང་བཞིན་ཨུ་རུ་སུ་ལས་དེ་རེད་པ། རྒྱ་དཀར་ནག་གཉིས་དང་ཨུ་རུ་སུ། དེ་ཚོ་ནི་ཨ་རི་ལས་ཞེས་པ་ཟིག་རེད་པ་ཨ་རི་ལས་དཔལ་འབྱོར་ཐོག་ནས་གང་ཅིའི་ཐད་ནས་ཡག་ཆགས་ཐུག་རེད་པས་ཟེར་བ། ཐུག་དང་མ་ཐུག་དེ་ང་ནང་ཚོས་ནི་ཨ་རི་གི་ད་ལྟའི་ཆ་ནས་ཀྱི་དཔལ་འབྱོར་གནས་སྟངས་དང་ནི། ད་འཕྲུལ་ཆས་ཡིན་ནས་འདྲ་ཚན་རིག་ཡིན་ནས་འདྲ་གང་འདྲ་ཞིག་ཏུ་ཟིག་ནང་ཐོག། གོ་ལོ་ཁྱོན་ཡོངས་ལ་ཨ་ནི་ཡར་ལྟོས་ཆེ་ཤོས་ཀྱི་རྒྱལ་ཁབ་དང་སྟོབས་ཤུགས་ཆེ་ཤོས་ཀྱི་རྒྱལ་ཁབ་དེ་སུ་རེད་ཞུས་པ་ན་ཨ་རི་རེད་པ། ད་ཨ་རི་དེ་ཡིན་ན་འཛམ་གླིང་ནང་ལ་ཕྱུག་ཤོས་ཨིན་སྐད་ནང་ཞུས་པ་ན Richest Country in the World། འཛམ་གླིང་ནང་ཕྱུག་ཤོས་ཀྱི་ལུང་པ་ཅིག་རེད་ལབ་བའི་རྒྱུ་མཚན་དེ་ག་རེ་དོ་ཞུས་པ་ཡིན་ན་ཟེར་བ།

Industry Base བཟོ་ལས་རྟེན་གཞི་དེ་བརྟན་པོ་བཞི་བཅུ་ཡོད་རེད་གསར་བ། བྱས་ཙང་ད་བཟོ་ལས་བརྟན་པོ་གཅིག་ཡོད་པ་དང་ཞབས་ཞུའི་གི Service Sector ཟེར་བ་ཞབས་ཞུའི་གི་སྡེ་ཚན་དེ་གནད་ཀ་མ་འདྲ་མང་པོ་བཞི་བཅུ་དགུ་བ་ཨ་རི་ནང་ལོགས་ལ་མཚོན་པས་ན་བྱས་ཙང་འདིས་ཨ་རི་དེ་དཔལ་འབྱོར་ཡར་རྒྱས་ཆེ་ཤོས་ཀྱི་ལུང་པ་ཅིག་ཆགས་བསྡད་འོས་རེད་ཟེར་བ། ཞབས་ཞུའི་སྡེ་ཚན་མ་འདྲ་མ་འདྲ་ཡོད་རེད་ཟེར་བ་འདི་ག་རེ་ག་རེ་འདུག་ཞུས་པས་ན། དེ་སང་ཨ་རིག་གི་ཞབས་ཞུའི་གི་སྡེ་ཚན་ཁག་འདི་ཧ་ཅང་གི་གྲ་རྒྱས་པོ་དང་སྟོབས་འབྱོར་ཆེན་པོ་ཞིག་བྱུས་ཡོད་ཟེར་བ། འདི་གི་དང་པོ་འདི་ག་རེ་འདུག་ཞུས་པས་ན Finance དཔལ་འབྱོར་ཐོག་ནས་རེད་ཤག། འདི་ནང་ལོ་ལ་ག་རེ་ཚུད་འདུག་ལབ་པས་ན Finance ནང་ལོ Banking། དངུལ་ཁང་བྱེ་ར་བ་དང་དངུལ་མི་དེ་ཚོ་དངུལ་བཅོལ་ས་དང་སྐྱེད་ཀ་སྤྲད་མཁན་བྱེ་ར་བ་དེ་ཧང་སང་ཡང་ཅིག་བྱེ་ར་བ་དེ་ནས Investment ཟེར་བ་མི་དེ་ཚོས་དངུལ་ཡ་མ་རྩ་བཞག་ཡ་ཅིག་མེད་པས་མ་རྩ་འཇོག་པ་ཟེར་བ་འོང་དེ་འདྲས་བྱེ་ར་བ་དེ་ནས Insurance ལོར་བ་དང་ཨ་རིག་གི New York Zamboling གི World།

ཨ་རིའི་འབྲོག་ལ་ཁྱི་ཆེན་མི་སྣ་དང་ཁ་བ་ཡི་ནི་ལེའུ་ནི་ཁས་ལེན་བྱེད་འདུག་བ་མུ་མཐུན་བྱེད་འདུག་བ་ཡང་ཁོ་ཚོས་བེད་སྤྱོད་འདུག་བ་ཡང་བྱས་ཙང US འབྲོག་ལོ Global Reserve Currency ཟེར་འདུག་བ་གོ་ལ་ཁྱོན་ཡོངས་ལ་བེད་སྤྱོད་བཏང་ཐུབ་ཡས་ཀྱི་ནི་དངུལ་མང་ཅིག་རེད་ཟེར་བ་ཨང་བྱས་ཙང་ད་འདི་ཨ་རིའི་གི་དངུལ་འདི་ག་རེ་བྱེད་དགོས་ལབ་ཡི་ན་ཚོང་རྒྱལ་ཡི་ནི་ལས་བེད་སྤྱོད་བཏང་ཡོད་འདུག་བ་སྣུམ་ཉོ་ཡི་ནི་འདྲ་ཨ་ནི་གལ་སྲིད་ཁྱེད་རང་དངུལ་གསར་ཡིན་པའི་ན། ཨ་ནི། གོ་ལ་ཁྱོན་ཡོངས་ལ་བེད་སྤྱོད་བཏང་ཐུབ་བོ་རེད་ས་ཨ་རིས་དེ་ག་ཙི་གི་སྟོབས་ཤུགས་ཡོར་ད་འོང་འདུག་ཟེར་ཤར་བ་དཔལ་འབྱོར་ཐོག་ནས་བཤད་པ་ཡིན་ན་དེ་ནས Technology ཟེར་བ་ད་དེང་དུས་ཀྱི་ཨ་ནི་ལག་རྩལ། ཚན་རིག་དང་བྲལ་བ་རེད་བ་ད་དེ་གར་གཏོར་ལབ་ཡིན་ན Silicon Valley ཟེར་འདུག་བ Silicon Valley ལབ་ཡིན་ན། སྐམ་པོ་ནི་བཟོ་ཚོང་ཁང་ཆེན་པོ་སྐད་གྲགས་ཡོད་རྒྱུ་ཡར་ཐོན་ཅན་དེ་འདྲ་ཡོད་རེད་པ། དེ་རིང་དེ་རིང་གལ་སྲིད་དུས་རབས་ཉིས་རྩ་གཅིག་ནང་ལོར་འོང་དེ་ཨ་རིག་གིས་སྐད་གྲགས་ཆེ་ཤོས་ད་གོ་ལོ་ཁྱོན་ཡོངས་ལ་སྐད་གྲགས་ཆེ་ཤོས་ཨ་རིག་ནས་ད་གསར་གཏོད་བྱེད་རྒྱུ་རེད་ཟེར་དཔེ་ཆ་ཞབས Apple ད་ང་ཚོ་ཀུ་ཤུ་རྟགས་ཅན་གྱི་ཁ་པར་ཡིན་ནས་འདྲ། Laptop ཡིན་ནས་འདྲ་ཚང་མ་ལོ་འགའ་པོ་བྱས་དེ་ནི Apple དེ་ནི་ཨ་རིའི་སྲོལ་སྐྱོར་བ་འོང་འདུག་ཆེ། དེ་ནས Google དང་ང་ཚོ་ཡི་གེ་གཅིག་ཚད་བི་ནས་འདྲ་གནས་ཚུལ་ག་འདྲ་ཞིག་ཚད་བི་ནས་ལས། ཨ་ནི Google དེ་བེད་སྤྱོད་དང་སྐོར་བ་འོང་འདུག་ཆེ་དེ་ནས Microsoft། དེ་ནས Amazon ད་དྲག་རྒྱལ་གི་ཨ་ནི་ལྕེ་ལག་ཉོ་ས་ཆེ་ཤོས་དེ་གོ་ལོ་ཁྱོན་ཡོངས་ལ་རི་བ་ད་རྒྱ་ནག་ལ་ད་བེད་སྤྱོད་བཏང་ཆོག་མར་དེ་ལས་ཨ་ནི་མང་ཆེ་ད་དམངས་གཙོའི་རྒྱལ་ཁབ་ད་ཚང་མ་ལོ་ལ་ཨ་ནི་བེད་སྤྱོད་བཏང་ཡ་དེ Amazon རི་བ། དེ་ནས་མེ་ཁྲ་ལས་ཞུ་དག་ཐ་ན Facebook དང Instagram དང WhatsApp དང་དེ་ཚོ་ཚང་མར་མེ་ཁྲ་བ་ལ་བསྡད་བསྡད་ཡོད་རེད་བ་གམ་ནི། དེ་ནས་ཀྲེ་སི་ལ་དང་འཛམ་གླིང་གོ་ལ་ཁྱོན་ཡོངས་ལ་སྐད་ཆ་ཆེ་ཤོས་ཕྱུག་ཤོས་ཀྱི་ནི་ཀྲེ་སི་ལ་མོ་ཏྲོ་ཇུས་བ་འོང་དེ་ཆེ་ཨ་ནས་ནས NVIDIA ལས་ཞུ་དག་ཐ་ན་ཅིབ་བཟོ་ཉན་ཞིག་མི་འདུག་བས་འོང་དེ་ད་ད་ཐ་ན་མི་སུའི་རིག་ནུས་དང་དེ་འདྲའི་ག་ལ་ཤུགས་རྒྱབ་ཉན་དེ་ཨ་རི་གི་རེད་ཟེར་བ Technology དང་མཚོན་པ་ཡིན་ན་བཟོ་རིག་དང་དེ་ནས་དེ་ནས་ད་འདོད་ཀྱི་ད་དེ་རིང་ཀྱེ་སོ།

འཕྲུལ་ཆས་དེང་དུས་ཀྱི་ལག་རྩལ་དང་འབྲེལ་བ་ཡིན་ན་ཨ་རི་དེ་ནི་གཟེངས་སུ་ཐོན་པ་ཅི་རེད་ཤགས། གོ་ལ་ཁྱོན་ཡོངས་ལ་བལྟས་ན་སྐད་གྲགས་ཆེན་པོ་དང་ཚང་མ་བེད་སྤྱོད་བཏང་དགའ་པོ་བྱེད་ཚང་མ་ལུགས་ཨ་རི་ནས་ལས་དེ་ཡོད་དོ། དེ་ནས Health Care ཟེར་བ་བདེ་ཐང་དང་འབྲེལ་བ་འཕྲོད་བསྟེན་དང་འབྲེལ་བ་ཡིན་ན་ཨ་རི་དེའི་ནང་ལོགས་ལ Pharmaceutical ཟེར་བ་སྨན་བཟོས་དེ་གཟེངས་སུ་ཐོན་པ་རེད་ཟེར་བ་འཛམ་གླིང་ནང་སྣེ་ཁྲིད་ངེས་ཀྱི་མེད་པའི་འོན་ཏེ་ཨ་རི་རེད་ས

ཨ་རིག་གི་སྣེ་ཁྲིད་བྱས་ནས་དགྲ་ཁོ་རང་ཚོའི་གསར་གཏོད་ཀྱི་རྣམ་པ་ཆེ་བྱས་ནས་ལས། བདེ་ཐང་དང་འབྲེལ་བ་འཛམ་གླིང་ཁྱོན་ཡོངས་ལ་ཨ་རིག་གིས་དེ་རེའི་ས་དཀའ་ལས་རྒྱལ་བའི་འབྲས་བུ་ཇི་བར་འོང། ད་དེ་ནས་སློབ་སྦྱོང་གར་མཚོན་པའི་ནར་བ། Education། ཟེར་བ་སློབ་སྦྱོང་མཚོན་པའི་ཨ་རིག་དེ་གོ་ལ་ཁྱོན་ཡོངས་ལ། Top Fifteen University in the World། ཟེར་བ་འཛམ་གླིང་ཡོངས་ལ་གཙུག་ལག་སློབ་གཉེར་ཁང་ཡག་ཤོས་བཅོ་མར་བ་རྩིས་འབུལ་བཅོལ་བ་ལྔ་བཅུ་དེ་ཨ་རིག་ནང་ལོགས་ཡོད་རེད་ས།

གོ་ལོ་ཁྱོན་ཡོངས་ཀྱི་གཙུག་ལག་སློབ་གཉེར་ཁང་སྐད་གྲགས་ཆེ་ཤོས་ལྔ་བཅུ་འདི་ཨ་རིའི་ནང་ཡོད་དུས་བརྩམས་པས་ནི། འཛམ་གླིང་གི International ཟེར་བ་རྒྱལ་སྤྱིའི་ཀྱི་སློབ་ཕྲུག་དེ་ཚོ་ནི་ཨ་རི་ལ་འགྲོ་ཡ་གི་འདོད་པོ་ཡོད་པ་སློབ་སྦྱོང་བྱེད་ཡ་འདོད་པོ་ཡོད་པ་རང་སོ་སོའི་འགྲོ་སོང་ཞིབ་ཅིག་བཏང་རྗེས་ཕ་མ་དེ་ཚོའི་ནས་སོ་སོའི་སྤུ་བོ Harvard ལ་ཕྱིན་སུ་ལ་ནི MIT ལ་ཕྱིན་སུ་ལ་ནི Stanford ལ་ཕྱིན་སུ་ལ་ནི་ཧང་སང་ག་བྱེད་བ་བྱས་ཙང་འོང་འདུག་བྱས་ནས་ནི་སྤུ་གུ་དེ་ཚོ་ཚང་མ་ལོ་སློབ་སྦྱོང་བྱེད་པར་འགྲོ་དུས་ཁྱེད་ཚང་སྲིད་འཛིན་ཁྲོམ་རྒྱལ་ལ་སོང་བ་རྒྱ་མིའི་སྤུ་གུ། འབུམ་དྲུག་ནི་ཨ་རི་ལ་སློབ་སྦྱོང་བྱ་ཞོག་ལ་སོང། བྱས་ཙང་ཕ་མ་དེ་ཚོ་ཡིན་ནས་སོ་སོའི་དཀའ་ལས་རྒྱབ་རྒྱབ་རྒྱབ་རྒྱབ་ཀྱིས་དངུལ་དེ་ཚོ་ཡིན་ནས་ཏང་བྱས་རོགས་འགྲོ་སོང་ཕངས་མེད་བྱས་ནས་ཏང་བྱས་སྤུག་སོ་སོའི་སྤུག་སློབ་སྦྱོང་བྱ་བ་ཏང་འགོར་བ། བྱས་ཙང་ཨ་རི་ལ་ཡིན་ནས་ལས་གཙུག་ལག་སློབ་གཉེར་ཁང། གོ་ལ་ཁྱོན་ཡོངས་ལ་ཆེ་ཤོས་སྐད་གྲགས་ཆེ་ཤོས་ལྔ་བཅུ་དེ་ཡོད་རེད་ས་སློབ་སྦྱོང་ཐོག་ནས་བཤད་པ་ཡིན་ན། འདི་ནང་བཞིན་གྱི Strong Research University ཟེར་བའི་ཐོག་གཙུག་ལག་སློབ་གཉེར་ཁང་ནང་ལ་ཉམས་བཞེས་བྱེད་སའི་གི། གོ་ལོ་ཁྱོད་ཡོང་ལ་སྐད་གྲགས་ཆེ་ཤོས་ཨིན་འདྲའི་ཨ་རི་ན་ལོ་ཡོད་རེད། ཚན་རིག་ཆེད་བཟོ་གྲྭ་མང་པོ་གཅིག་ག་ལ་ནི་བདེ་ཐང་དེ་ཚོའི་ཁར་སློབ་སྦྱོང་བྱེད་དགོས་ཉམས་ཞིབ་བྱེད་དགོས་རེད་ས་དེ་ཨ་རི་ན་ཡོད་རེད། ད Entertainment ཟེར་བ་ང་ཚོ་སྐྱིད་པོ་དང་ཡང་མེད་པའི་སྣང་བ་སྐྱིད་སྐྱིད་བྱེད་ར་འོང་འདི་ལྟ། གོ་ལོ་ཁྱོད་ཡོང་ལ་སྐད་གྲགས་ཆེ་ཤོས་ཀྱི་ཏང་ཆུང་ཆུང་ནས་ལྟད་མོ་ལྟ་དེ་འོར་བ Hollywood ཞེས་པ་བརྗོད་པ Hollywood ཞེས་པ་དེ་ནི

གསར་གཏོད་ཀྱི་རྣམ་པ་བྱེད་རྒྱུ་ཨ་རིག་གི་རེད་ཟེར་བ། ཆ་རྐྱེན་མང་པོ་གཅིག་ལ་ལྟ་དུས་བརྩམས་པའི་ཡིན་ནར་ད་ཨ་རིག་འདི་འོང་ནས་གཟེངས་སུ་ཐོན་པ་ཅིག་ཆགས་བསྡད་རེད་ཟེར་ད་ལྟ་བ་དོ། གོང་དུ་ཞུས་ཀྱོ་ཚེ Service Sector ཟེར་བ་ཞབས་ཞུའི་གྱི་སྡེ་ཚན་གཅིག་པོ་ཅིག་ད་ལྟ་འདི་སྐོར་འོ་ཨ་རིག་གི་ཞིབ་ཕྱི་གོ་ལོ་ཁྱོན་ཡོངས་ལ་ཨ་ནི་འོ།

གྲམ་མ་འདྲ་ཡོད་རྒྱུ། རྒྱལ་ཁབ་འདི་ཧ་ཅང་གི་ཕྱུག་པོ་ཡོད་རྒྱུ་ཆུ་འདུག་ས་ཆ་ཆེན་པོ་ཆེ་མི་ཉུང་ཉུང་ཆེ། གནས་རི་ལ་མཚོན་པའི་ན་རང་བྱུང་ཁམས་ཀྱི་ནི་ཐོན་ཚད་ཧ་ཅང་གི་ཕྱུག་པོ་ཡོད་པའི་ལུང་པ་ཅི་རེད་ཟེར་བ། ཨ་ནི་ད་ཨ་རི་གི་ནི་དེ་ཚོང་རྒྱབ་མ་ཟད་ལུང་པ་ཞིམ་པ་ལས་ཨོ་གོ་རེད་ཟེར་བ། Strong Military Power། གནས་ཨ་རི་ལ་མཚོན་པའི་ན Military དམག་གི་ནི་སྟོབས་ཤུགས་ཆེན་པོ་བཞི་པོ་ཡོད་རྒྱུ་ཅི་རེད་ཟེར་བ། ཨ་ནི་ཨ་རི་གི་ད་དམག་སྒོ་བཞི་བཅུ་ཡོད་རེད་བ། དམག་གི་ད། འདི་ག་ལ་གང་འབྱུང་འགྱུར་ལ་ཡོད་པར་ལུང་པ་མང་པོ་བྱས་ལ Global Trade Investment ཟེར་བ། གོ་ལ་ཁྱོན་ཡོངས་ལ་ཚོང་བརྒྱབ་པའི་ད་ནི་མ་རྩ་བཞག་ཡ་དེ་ཨ་རི་ཨང་དང་པོ་རེད་ཟེར་བ་གོ་ལ་ཁྱོན་ཡོངས་ལ། ཨ་ནི་ཨ་རི་གི་ནི Company ཟེར་བ་བཟོ་ཚོང་ཁང་ཨ་ནི་གོ་ལ་ཁྱོན་ཡོངས་ལ་ཡོད་རེད་དཔེ་ཆ་བཞག་ན་རྒྱ་གར་ལ་སི་ད། Amazon། Apple། Oracle། HP། VMware ཟེར་བ་དེ་ཚོ་ཚང་མ་ཨ་རིའི་རེད་བ་བྱས་ཙང་གོ་ལ་ཁྱོན་ཡོངས་ལ་ཡོད་རེད་བ་ཨ་རི་གི་བཟོ་ཚོང་ཁང་དེ་ཚོ་བྱས་ཙང་མི་མང་པོ་ཅིག་གིས་འདི་ག་ལ། མ་རྩ་བྱ་ཡ་ཞིག་མེད་པའི Investment བྱེད་དགོས་རེད་གསར་བ་ནི་སོ་སོས Investment བྱས་པའི་ན་ནི་ཨ་རི་གི Company གཅིག་ལ་འགྲོ་སོང་བཏང་མིན་མ་རྩ་བྱ་བ་ན་ནི Safe ལ་རུ་བ་བརྟན་པོ་ཡོད་རེད་གསར Stable རྒྱུན་རིང་པོ་ཞིག་གནས་ཐུབ་ཡོད་ཆོས་རེད་གསར་ན་དམར་ཤོག་ལུང་པ་གཅིག་ལ་གལ་སྲིད་ཁྱེད་རང་གི Company གཅིག་བརྒྱབ་ཡིན་ནའི་འདྲ་མ་རྩ་གཅིག་བཞག་པ་ཡིན་ནའི་ལས་ནི་དམར་ཤོག་ལུང་པའི་ག་རེ་བྱེད་བྱེད་རུ་བ་ཡིན་ནའི་ལས་ཨ་རི་འདི་དམངས་གཙོའི་ལུང་པ་ཆེ་ཤོས་གཅིག་ཡིན་དུས་བརྩམས་པའི་ཁྱེད་རང་གི་རྒྱུ་དེ་ཡིན་ནའི་ལས་བརྟན་པོ་བྱོས་རེས་མི་འོང་འདི་རྐྱེན་པས་མི་དེ་ཚོ་ད་མ་ཚ་ཤ་ཡ་བྱོས་པ་འོང་འདི་དབྱིངས་ལས་གོ་རེས། ཨ་དེ་ནས New York Stock Exchange ཨ་རི་ཨ་རི་ནང་ཡོད་པའི་གྲོང་ཁྱེར New York གི་མ་རྐང་གི་བྱེད་པོ་རྒྱལ་བས་བྱོས་པ་འོང་འདི་གོང་དུ་ཞུས་ཚར་ན་ཞིག་འདི་འཛམ་གླིང་ཁྱོན་ཡོངས་ལ World Largest Financial Market གོ་ལ་ཁྱོན་ཡོངས་ལ་དཔལ་འབྱོར་ཆེ་ཤོས་ཀྱི་ཁྲོམ་ར་ཅིག་ཆགས་བསྡད་ཡོད་རེས། Immigration and Human Capital ཟེར་བ་གནས་སྤོས་བྱས། དེ་རིང་གལ་སྲིད་ན་སྲིད་འཛིན་ཁྲོམ་གྱི་ཁྲིམས་འགལ་དེ་ཉེས་འཛུགས་མང་པོ་ཅིག་སྤེལ་འོར་བ་ཡིན་ནའི་ལས་ད་མདོ་ལས་མི་མང་པོ་ཅིག་འགྲོ་སྡོད་ཀྱི་འོར་བ་ཨོའོ American Dream ལས་དུས་ཚོད་མ་ང་ཨ་རི་འགྲོ་འོ་ཡོད་ང་འགྲོ་ལོ་སའོ་ཡོད་ང་མེ་བཙའ་ཡའོ་སྐྱེའོ་ཡོད་ང་ཨ་རི་གི་མེ་སའི་ཆ་བྱའོ་ཡོད་བྱས་ནས་མི་མང་པོ་ཅིག་སྡོད་པ་ཡོར་བ་ང་ཚོ་བོད་པའི་ནང་ལས་ཡོར་བོད་པ་མིན་པ་རྒྱ་མི་ཡིན་ནས་རྒྱ་གར་ཡིན་ནས་ད་མང་པོ་ཅིག་དཔེ་ཆ་མང་པོ་ཞིག་སྤྱད་རྗེས་དྲུག་བསྡུ་ཙམ་ཡང་སྲིད་འཛིན་ཆོམ་གྱིས་པི་ཞེ་ཐོ་ཨ་འོང་འདུག་བྱས་ནས་ཨ་རི་དེ་གོང་དུ་ཞུས་པ་ནང་བཞིན་ར་ཨ་རི་དེ་སྟབས་མང་པོ་ཅིག་གོ་སྐབས་དང་ཡར་སྤྲོད་ཅན་རྒྱལ་ཁབ་ཆེན་པོ་ཅིག་ཡིན་དུས་ཙམ་མི་མང་པོ་ཅིག་ར་ཨ་ནི་ཕི་གི་ལོ་གྲོལ་དང་མེ་ཚེ་གསར་པ་ཞིག་གི་ད་ཨ་ནི་དཔལ་འབྱོར་ཡག་པོ་ཆགས་ཡ་ར་ཨོང་དེ་འདྲས་ཀྱི་ནི་འདོད་པ་ཆེན་པོ་ཆི་ལེ་འོ་རེད་བསམ། གོང་དུ་ཆེ་ནས་ནི་སློབ་སྦྱོང highly skilled immigrant ཀྱི་ཟུར་དུ་སློབ་སྦྱོང་ཞི་བ་མཐོ་པོ་ཡོད་རྒྱུ་དཔེ་ཆ་བཤམས་ན་རྒྱ་གར་ནང་ཨམ་ཅི་ལ་སྐད་གྲགས་ཆེན་པོ་ཞུ་རྒྱུ་ཡང་ཨ་རི་ལ་འགྲོ་ཤེས་པ་དང་ནང་མི་དབུ་རུ་ཁྲིད་རྗེས་དེ་ནས་ཡིན་ན་ནི་ད IT ཟེར་བ་དེ་འདྲ Computer ག་མཁས་པ་དེ་ཚོ་འགྲོ་ཤེས་པ་དང་བྱས་ཙང་འོག་ཏུ་སྐྱེན་པས་ན་ཅུང་ཡིན་ནའི་འདྲ་ཚན་རིག་ཡིན་ནའི་འདྲ་ཚན་རིག་ཡིན་ནའི་འདྲ་བཟོ་ལས་ཡིན་ནའི་འདྲ་ཚོང་ལས་ག་ལ་ཡིན་ནའི་འདྲ་མཁས་པ་མང་པོ་ཅིག་ཨ་ནི་ཨ་རི་ལ་འགྲོ་ཆོག་པོ་རེད། Political and Legal System ཞིག་ཏུ་ཆབ་སྲིད་དང་ཁྲིམས་ལུགས་སྐོར་བཤད་པའི་ན་ཟེར་ར། ཨ་རི་དེ་ཡིན་ན། ད་གོ་ལོ་ཁྱོད་ཡོངས་ལ་རེད་པ། དམངས་གཙོའི་ལུང་པ་དམངས་གཙོ་ཆེ་ཤོས་ཀྱི་རྒྱལ་ཁབ་ཅིག་ཆགས་ཏེ་ཤག་ཟེར་བ། དེའི་ནང་རོ་ལ་མི་གཅིག་སྒེར་པ་གཅིག་ལ་རེད་པ Property Right ཟེར་བ་སོ་སོ་ལ་དབང་བའི་རྒྱུ་ནོར་དེ་སོ་སོ་ལ་ད་ཡ་གི་ཨ་ནི་དབང་ཆ་ཆེན་པོ་ཞིག་བཅོས་རེད་ཟེར་བ་དམར་ཤོག་ལུང་པ་དང་མི་འདྲ་བ་ཅིག་ལ་རེད་པ། ཨ་ནི་དེ་ནས། ཨ་རི་དེ་མཚོན་མེད་ནར་དང་འཛམ་གླིང་ནང་ལོ་ལ་དམངས་གཙོ་ཆེ་ཤོས་དང་ཤུགས་རྐྱེན་ཆེ་ཤོས་ཀྱི་རྒྱལ་ཁབ་ཅིག་རེད་ཟེར་བ། ལོ་ལ་སྤྱི་བཏང་ང་ཚོ་ཚང་མས་ཧ་གོ་བར་བ་རྒྱ་གར་དེ་ཡིན་ན་ཨ་ནི་དམངས་གཙོ་ཆེ་ཤོས་ཀྱི་ལུང་པ་ཅིག་རེད་ཟེར་བ་གོ་ལ་དེ་ཁྱོན་ཡོངས་ལ་ཁ་ཆད་བསླབ་ན་རྒྱ་གར་གྱི་མི་འབོར་དེ་ཆེ་ཤོས་ཅིག་ཆགས་ཏེ་གོ་བར་བ་ཆ་ཚང་དེ་ན་ལོ་དུང་ཕྱུར་གཅིག་ཚགས་བཞི་ཡོད་རེད་ཟེར་བ། ག་རེ Population ཟེར་བ་མི་འབོར་ཆ་མཚོན་མེད་ནར་དང་དེ་ནས་ཨ་རི་གྱི་མི་འབོར་དེ་འདིར་བཞག་ས་ཡང་སུམ་བརྒྱ་སུམ་ཅུ་སོ་ལྔ་རེད་ཤར་བ་ཡིན་ནའི་ལས་ཟེར་བ་ཨ་རི་དེ་འཛམ་གླིང་ནང་རོ་ལ་ནུས་སྟོབས་ཆེ་ཤོས་ཀྱི་དམངས་གཙོ་དང་ལྡན་པའི་ལུང་པ་ཅིག་ཆགས་བསྡད་ཡོད་རེད། ཨ་རི་འདིར་བ་དམངས་གཙོའི་ཆེད་སོ་སོའི་གི་དཔལ་འབྱོར་གལ་སྲིད་སོ་སོ་འཇོན་ཐང་ཡོད་བས་ནར་ད་ནི་སོ་སོ་དངོས་གནས་ཁོ་ར་ཡར་ལངས་ཐུ་ཡས་བྱོས་པ་ག་ནས་ལས་གནས་དྲ་འདྲེ་དབྱེ་བ་མེད་སྐྱོ་བྱོས་པ་ག་རེ་མི་ལ་དབྱེ་བ་རིགས་རུས་དབྱེ་བ་མེད་སྐྱོ་ད་དེ་འདྲའི།

སུ་ཡིན་པའི་གནས་ལ་ཐོབ་ཐང་འདྲ་མཉམ་དང་མི་ལ་བརྩི་འཇོག་བྱེད་ངེས་ཀྱི་རྒྱལ་ཁབ་ཅིག་རེད། དམངས་གཙོའི་གི་ཁྲིམས་འདི་རྙིང་ཤོས་ཅིག་ཆགས་བསྡད་ཡོད་རེད་ས་གོ་ལོ་ཁྱོན་ཡོངས་ལ་རུ་བ་འདི་ག་དུས་ཆགས་ཐོག་ལབ་ཡིན་ན་གཅིག་སྟོང་སྤྱི་ལོ་གཅིག་སྟོང་བདུན་བརྒྱ་བརྒྱད་བཅུ་གྱ་དགུ་ནས་ཆགས་བསྡད་པ་རེད། གོ་ལོ་ཁྱོན་ཡོངས་ལ་ཕྱུག་ཤོས་ཀྱི་མི་དེ་ཚང་མ་ལ་ཨ་རིའི་གི་མི་སེར་རེད་ས་རུ་བ་དཔེ་ཆ་ཤམ་ཨེ་ལོན་མ་སྐ་ཁོ་རང་གི་དཔེ་ཆ་འདི་ནི་དུང་ཕྱུར་བཞི་བཞི་བརྒྱ་བཅོ་ལྔ་ཚ་དྲུག་རེད་ཤ་རུ་བ།

ཚང་མ་ལོ་ཡིན་ན་ཨ་རི་གི་མི་སེར་རེད། འོན་ཏེ་ཨ་རི་དེ་སྟོབས་ཤུགས་ཡོད་ལ་ནི་གདེང་ཚོད་ཅན་གྱི་རྒྱལ་ཁབ་ཅིག་རེད་འདུག་ད་ང་ཚོས་དུག་སྲུང་སྔོག་བྱེད་ལྟ་དུས་ནམ་རྒྱུན་ད་ཧ་གོ་བ་མ་རེད་པ། འཛམ་གླིང་ནང་ལ་ཕྱུག་ཤོས་གཉིས་པ་དེ་མེད་པས Larry Ellison ལས་དེ་ཁོ་རང་ཡིན་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཞི་བཞི་ལོ་སྤྱི་ཟླ་བརྒྱད་པའི་ཚེས་པ་བཅུ་བདུན་གྱི་ནེའུ་ཡོག་ཞེས་པ་དེ་ལ་སྐྱེས་ཤག་རེད་པ། ཨ་ནི་ཨ་རིར་ཞག་མེད་ཚེ་དེ་ནས་ཁོང་གིས་ཚོང་ཁང་ལ་ཨ་ནི་ཚོང་བརྒྱབ་ཡས་དང་ཨ་ནི་མ་རྩ་བཞག་ཡས་དང་ཨ་ནི

ཉི་ཤུ། སུམ་ཅུ། རེས་འོང་དུ་བྱས་ནས་ནི་པི་པི་པི་ལས་ཙེ་ཞི་ཏོ་ཨ། པར་ཆས་སིང་པ་ཝོར་ལས་དུ་འོང་དེ་རྒྱ་ནག་བལ་དེ་མ་མ་ཡོད་རེས་ཨ་རི་དང་དུ་བུ་ཡིན་ན་ཨ་རིའི་ནང་ལོག་ལ་ཡང་འགྲོ་ལོ་ཅིག་ཡིན་དུས་བརྩམས་པའི་འགྲོ་སོང་ཆེན་པོ་ཡོད་པ་ཁང་པ་ཡིན་ནས་འདྲ་ས་ཨེ་ཡིན་པའི་ནས་འདྲ་དུག་ལོ་ཉོས་པའི་ནས་འདྲ་ཁ་འབྲལ་ཅིག་ཡིན་ནས་ལས་རོ། ད་ཚན་རིག་དང་བཟོ་ཡས་ཡོད་མར་པའི

གོང་དུ་བྱས་ནས་འདུར་སྲོལ་ཡོད་མ་རེད་ཟེར་ཨ་རི་དང་ད་རྒྱ་གར་དང་ཨ་རི་འདུག་དེ་ནས་རྒྱ་གར་གྱིས་ཨ་རི་དེ་གཏིབས་ཐུག་རེད་ཟེར་བ་ཡང་དྲི་བ་བྱས་འདུག་ད་དེ་གཏིབས་ཐུག་དང་མ་ཐུག་ག་འདྲར་འདོད་ལབ་ན་ཇི་ཇི་པི་ཟེར་བ་དེ་ལ་བལྟས་པས་ན་ད་ད་ལོ་ལོ་རྒྱ་ཉིས་སྟོང་གྱ་མི་ཉི་ཤུ་རྩ་ལྔ་ལ་བརྩིས་པས་ན་རྒྱ་གར་ཨ་རི་གྱི་ཇི་ཇི་པི US ཇི་ཇི་པི་ཟེར་འདུག་དེ་ཐེར་འབུམ་ག་ཚོད་རེད་ལབ་པས་ན་ཉིས་བརྩ་བརྒྱད་རེད་ཤག་ཟེར་བ་རྒྱ་གར་གྱི་ཇི་ཇི་པི།

དམའ་འོག་ཐོག་ནས་བཤད་ནའི་འདྲ། དཔལ་འབྱོར་ཐོག་ནས་བཤད་ནའི་འདྲ། Technology། ཟེར་བ་ལག་ཤེས་ཐོག་ནས་བཤད་ནའི་འདྲ་གསར་གཏོད་ཀྱི་སྒང་ནས་བཤད་པའི་ནས་ལས་ནི། ད་ཨ་རི་འདི་མང་པོ་ཞིབ་གཅིག་ཡར་ཐོན་ཅན་འགྲོ་བདེ་བོར་བ་རྒྱ་གར་འདི་ཤི་ནས་འགོ་བཙུགས་ཡས་མེད་པས Start Up ཟེར་འདུག་ཨ་ཨིན་རྒྱ་ན་བཤད་ན་འོང་བ་དེ་འདྲས་ཅིག་ཆགས་བདེ་བོ་རེད།

ཁོ་རང་ཚོའི་ནང་ལོགས་ལ་ལུང་པ་ཆེ་ཤོས་ག་རེད་གྲོང་ཁྱེར་ཆེ་ཤོས་གསུམ་པ་དེ་རེད་བྱས་ད་ཞིབ་གཅིག་ཡོད་རེད་བ་དངོས་ཡོད་ཀྱི་རྒྱ་ནག་ནང་ལོགས་ལ་དཀའ་ངལ་ག་རེ་འཕྲད་དགོས་རེད་ཟེར་བ་ད་ཆབ་སྲིད་དང་མི་འདྲ་མ་འབྲེལ་བའི་ཕྱིར་བ་དཔལ་འབྱོར་ཐོག་ནས་ལབ་ཡིན་ན་ཨ་ནི་ད་ལྟ་རྒྱ་ནག་གི་ཨ་ནི་དངུལ་ཁང Bank ཟེར་བ Banking Sector དངུལ་ཁང་གི་སྡེ་ཚན་དེ་ཚོ་ཡིན་པས་ན་དཀའ་ངལ་ཆེན་པོ་ཞིབ་གཅིག་འཕྲད་འཕྲད་ད་ཡོད་རེད་ཟེར་བ་ཁོང་ཚོས་ཀྱི་ལོ་གཅིག་ལ་ཁེབས་སང་རག་ཡ་དེ།

སྐབས་ནི་ཆེ་ཤོས་དེ་རྐུབ་རྡིབ་བྱས་རེད་པ་ཨ་ནི། ཁང་པ་ས་ཡ་མང་པོ་བཙོང་ཐུབ་འོ་མ་རེད་ས་རྒྱ་ནག་ནང་ལ་ད་མེ་སེལ་དངུལ་མེད་ན་ཉུང་མར་བ་ཡང་བཙོང་མ་ཐུབ་བྱས་ཡིན་ན་དེ་དུས་ཚོད་མཐུན་མཐུན་ཅིག་མ་རེད་ས་མུ་མཐུད་བྱས་དཀའ་ངལ་ཆེ་བདེ་བོ་རེད་ས་རྒྱ་ནག་ནང་ལོ་རེད་པ། ད་ལྟ་མི་མང་དེ་ཚོ་ལས་ཀ་མེད་ལས་ཀ་ཤོར་བྱས་དུས་དངུལ་ཡོད་མར་བ་དངུལ་མེད་དུས་ཙམ་པ་ཡིན་ན་ཁང་པ་ཉོ་ཐུབ་མར་བ་ཁང་པ་ཉོ་མ་ཐུབ་དུས་ཚོད་ཡིན་ན་ཁང་པ་བཟོ་ཉལ་གྱི་མི་དེ་ཚོའི་ཡང་དཀའ་ངལ་ཆེན་པོ་ཆེ་བདེ་བོ་རེད་པ་ད་སྤྱིར་བཏང་རྒྱ་ནག་དེ་མི་འབོར་ཆེ་ཤོས་གཉིས་པ་དེ་རེད་དེ་ལས་ད་ལྟའི་ཆ་ནས་ཁང་པ་ས་ཡང་མང་པོ་ཉོ་མ་ཐུབ་ཅེས་ཉོ་ཉེན་མེད་ཅེས་སྡུག་ཞེན་ལྷག་བསྡད་ཡོད་རེད་ཟེར་ཁ་ཤས་ཤིག་ད་མཐོང་ཡོད་འདུག་རྒྱབ་བཅས་ནི་ཕྱེད་ཀ་རྒྱབ་ཤ་ཤ་གྱོན་ལོ་མང་པོ་དབོ་འདྲེ་བྱུང་བསྡད་ཡོད་རེད་ཟེར་བ། དེ་ནས་ཡིན་ན་སྟག་རྒྱ་ག་རྒྱ་ག་ཟིག་རྒྱ་ནག་གིས་ནི་བུ་ལོན་བཅོལ་མར་བའི་འོ་འདི་ཐོར་ཐོར་ཐོར་འགྲོ་གོ་ཟེར་ད་བུ་ལོན་ཅིག་གཡར་བས་ན་སྐྱེ་ཀ་སྤྲེའུ་ར་སྐྱེར་ར་ཉིམ་ཉིམ་ཕ་གོར་བ་འོ་འདི་རྒྱ་ནག་གཞུང་དེ་ར་ད་བུ་ལོན་ནང་རུལ་བསྡད་ཡོད་རེད་ཟེར། ཨོ་སྲིད་འཛིན་ཁྲོམ་གྱི་ཐུགས་རྗེའི་བཀའ་དྲིན་དབང་ལ་རེ་བ། གོ་གྲལ་ཆེན་པོ་ཅིག་རྒྱབ་ར་རྒྱ་བསྟུན་ཙམ་པའི་ཨ་ནི། བཟོ་གྲ་མང་པོ་ཅིག་ཧང་སང་ཡང་ལྟ། གོ་རྒྱ་གོ་ཁའི་དོ་བ་གོ་རྒྱ་གོ་ཁའི་ཨ་ནི་རྒྱ་ནག་གི་ཆུ་ཐག་ལ་ཡོད་པའི་ལྕེ་ལ་ཡ་མ་ཨོ་གྲུ་སྲིན་དེ་ཚོ་ད་སྟོང་པ་སྟོང་རྐྱང་ཆགས་བྱས་ཡིན་ན། དཔལ་འབྱོར་ཉམས་རྒུད་ཧང་སང་ཡང་ཅིག་ཕྱིན་བསྡད་ཡོད་རེད་གསར་བ། དེ་ནས་ཐ་མ་དེ་གར་གཏོར་ལབ་ན་མི་འབོ་བཞི་བཞི་དཀའ་ངལ་སི་ཏོ་ཨིན་རྒྱ་ནག་ཞུབ་ན Demographic Challenge ད་ཁོང་ཚོ་དཀའ་ངལ་གར་གཏོར་ལབ་ཡིན་ན་སྙེ་མ་སྙེ་མ་ད།

སྙན་དམག་གི་མི་དེ་ཚོར་ཟླ་དྲུག་ཅུའི་ནང་ལོ་རབས་དྲུག་ཅུ་དང་ལྔ་བཅུ་དང་བདུན་ཅུའི་ནང་སྐྱེས་མཆོག་དང་དེ་ཚོ་ཡིན་ད་རྒན་གོག་ཆགས་འོར་བ་ཡང་རྒན་གོག་ཆགས་དུས་ཙམ་པས་ཡིན་ན་ཁོང་ཚོ་ལ་ནི་ལས་ཀ་བྱེད་ཀྱི་ནུས་པོ་ཡོར་བས་ལ་ནི་ཡོ་མ་ར་བ་འོང་འདུག་བྱས་ནས་ནི་སྐྱེས་པ་ལས་མང་གཞོན་སྐྱེས་ལས་མང་རྒན་གོག་གི་མི་ཡོ་རེས་རྒྱ་ནག་ནང་ལོ་ར་བ་འོང་འདུག་བྱས་ནས་ཉིས་སྟོང་གྱ་མི་ལྔ་བཅུའི་ནང་ལོ་ར་བ་ནི་ལས་ཀ་བྱེད་ངེས་དང་ལས་ཀ་བྱེད་ཐུག་ངེས་དང་རྒན་ཡོལ་འདས་འདས་ངེས་འདྲེ་ཡོ་མ་ར་བས་འདི་ཉིད་གཉིས་པ་རུ་འདུ་བས་ན་རྒན་ཡོལ་དེ་ཉིད་མང་ཆེ་ལས་ཀ་བྱེད་ཐུ་ཉ་ཉུང་འབྲུག་གོ་རེ་ས་ཉིས་སྟོང་གྱ་མེད་ལྔ་བཅུའི་ནང་ལ་ཆ་ཤ་བི་ནར་ད། འོང་འདུག་ཆེ་ད་རྒྱ་ནག་ན་ལོ་ལ་རི་བ་མི་འབོག་གི་དཀའ་ངལ་ཅིག་ཞུ་འཕྲད་དེ་འོ་ས་ཉི་མ་སྤུ་གུ་ཅི་མ་ཞིག་སྐྱེ་མ་འོ་ལ་རི་བ་འོང་འདི་ད་ལས་རྒྱུ་འབྲས་སུ་མར་བས་འདི་ད་མདའ་ཁོག་དེ་འོ་རེ་ས། འོང་འདུག་ཆེ་ནི་ན་ཨ་ནི། རྒྱ་ནག་ན་ལོ་ལ་གཞོན་སྐྱེས Youth Unemployment ཟི་བ་གཞོན་སྐྱེས་ལས་མེད། བརྒྱ་ཆ་བཅུ་བདུན་ཆ་དེ་རེས་གཟའ་ད་ལྟའི་ཆ་ནས་ལས་ཀ་མ་རག་ཕྱིར་བ་འབྲེལ་མདུང་མང་དྲགས་ནས་དཀའ་ངལ་ཞིབ་ཆུ་དོག་འོང་དུ་ཆས་ནས་ནི་སྤྱི་ཚོགས་ནང་ལོག་ལ་དཀའ་ངལ་ཧང་སངས་དཔལ་འབྱོར་ཐོག་ནས་ནས་འདྲ་སེམས་ཁམས་ཐོག་ནས་ནས་འདྲ་གང་ཅིའི་ཐད་ནས་དཀའ་ངལ་ཆེན་པོ་ཞིག་ཆས་དེ་རེས་བྱས་ཙང་ཨ་ནི་ད་ཁྱི་སེང་གི་གསང་རྒྱུད་ནར་བའོ་རྒྱལ་ཁབ་ཉི་ཤུ་སྐྱེལ་བཏང་ཡོད་རེད་ཟེར་དུས་ཙམ་པའི་ཐེན་ཅིང་ལའི་འདི་གཉེན་སྡུག་མཐོང་བྱེད་དུས་ཙམ་པའི་ར་ཁང་པ་ཆེན་པོ་ཆེ་དངོས་ཡོད་ནང་ལོགས་ལ་གཅིག་བལྟས་བས་ན་ཡང་ཨ་འབྲས་རེད་འདུག་བ་བྱས་ཙང་ནི་དེ་རིང་གསང་རྒྱུ་འདི་རྒྱུད་རྗེས་ང་ནང་ཚོ་ཡང་གོ་རྟོགས་སྤེལ་བས་ན་ཧ་ཅང་གི་གལ་ཆེན་པོ་ཆེ་དྲག་རེད་ཤགས་ང་རང་ཡིན་ནའི་ལས་ཐ་འདུ་ཁྱེད་ནང་ཚོ་ལ་གསང་རྒྱུ་ཞུ་ཞུ་ཨའོ་ད་རྒྱ་ནག་འདི་དབུ་ནས་འདུག་སྟེ་བ་ཅིག་མ་ཤགས་ནང་ལོགས་ལ་དབུ་ནས་ཧམ་བུ་ར་ཤི་རྒྱབ་རུས་ར་ཤི་བལྟས་ཤགས་བསམ་སོང་འོང་རྒྱར་ཤགས་དེ་རིང་མཉམ་སྤྱོད་ཞོལ་གྱི་གསང་རྒྱུ་དེ་འཇུག་འདོད་ཡིན་རྗུན་མའི་ལས་ཙེ་ན་ང་ནང་ཚོ་ཡང་བསྐྱར་བཅས་ཡོང་མ་བྱས་པ་སྐུ་གཟུགས་ཐུགས་ཅག་ནང་རོ་ནང་ཞུ་བདེ་ཡག་གོ།